འགྲིག་མི་འདུག། ཨ་ནི་དེ་ནས་ད་ཉིད་གཞི་ཆེན་པོ་གཟེངས་ཏེ། དམིགས་པ་སེམས་ཅན་ལ་བསྣུན་ནས་དུ་མ་དང་འབྲལ་འདོད་ཀྱི་བརྩེ་བའི་རྣམ་པ་ཅན་ཅིག་ལ་ཉིད་གཞི་ཆེན་པོ་གསུང་གི་ཡོད་པ་ཡིན་ན། དེ་ནས་ངེད་རང་ལ་ཡང་ཨ་ནི་ཉིད་གཞི་ཆེན་པོ་ཡོང་ཆོག་གི་འདུག།

ཁོ་གཉིས་ཀྱང་ངའི་སྙིང་རྗེ། སྙིང་རྗེ་ཆེན་པོ་དེ་དག་ཁོ་རང་ཉིད་ཀྱི་ཁྱད་པར་ཡོད་རེ་ཡོང་བ་རེད། ཁོ་གཉིས་ཀྱིས་ཀར་གོང་པ་ཁོན་ཀར་ས། ཉེ་རང་བཀྲ་བརྗོད་མ་ཁའི་སྙིང་རྗེ་ཆེན་པོ་བསམ་བློ་བཏང་བ་དང་ཨ་ནི་བྱང་ཆོས་སེམས་དཔའ་བདེ་སྡུག་པའི་སྙིང་རྗེ་ཆེན་པོ་བསམ་བློ་བཏང་བ་དེ་གཅིག་པ་རེད་ཡོང་རེད། དེ་གཅིག་ཞུ་རོགས་གྱིས་བྱོན།

ང་ནི་ཚོགས་སྐོར་དང་པོ་ཡུལ་བྷ་ར་ན་སི་དུ་དང་དགེ་བཤེས་ཆོས་འཁོར་སོགས་བསྡད་དགོས་ས་ནི། ཀུན་འབྱུང་ལ་བརྟེན་ནས་སྡུག་བསྔལ་འབྱུང་བ་དང་སྡུག་བསྔལ། ཀུན་འབྱུང་དོར་བ་ལས་ནི་སྡུག་བསྔལ་དོར་བ། དེ་དག་སྒྲུབ་བྱེད་ཀྱི་རྒྱུས་སུ་འདི་ལྟར་བྱ་འདོད་རེད། དཔེར་ན་དེ། ས་བོན་ལ་ས་བོན་ལ་ས་བོན་ལས་མྱུ་གུ་སྐྱེས་པ་ལ་ང་ནི་རྐྱེན་ཆུ་ལུད་ལ་འཕྲད་བ་ན་བཞིན་འདར། རྣམ་ཤེས་འདི་ལ་བརྟེན་ནས་ནི་འབྲས་བུ་འདི་འབྱུང་ཡང་ལ་ནི་རྐྱེན་སྲིད་ལན་སྲིད་པ་ཟླ་འདི་ཚོ་འབྱུང་དགོས་རེད། ཨ་ནི་འདི་ལ་བརྟེན་ནས་ད་དྲིལ་བུ་དཀྲུགས་འདི་ད་དུ་བྱུང་གི་ར་འཕང་འདྲེ་བཞི་དང་དཀྲུགས་འདྲེ་གཉིས། ད་འདི། ད་འདི་ཚོ་རྟེན་འབྲེལ་ཡིན་ན་བཅུ་གཉིས་ཀྱི་ད་ངོ། གི། ཆུ་སྲི་ལ་བ་ཡིན་ན། ད་ངོ་དེ་དག་དང་པོ། མ་རིག་པའི་རྟེན་འབྲེལ་དང། ཨ་ནི། བརྒྱད་པ་སྲིད་པའི་རྟེན་འབྲེལ་དགུ་པ་ལེན་པའི་རྟེན་འབྲེལ་འདི་གསུམ་དེ་དག་ཉོན་མོངས་ངོ་ཉོན་མོངས་ཆགས་བདེ་བ་རེད་ཨ་ནི་གཉིས་པ་དུས་བཞི་བཞི་ལས་དང། ཨ་ནི་བཅུ་བི་བཅུ་པ་སྲིད་པའི་རྟེན་འབྲེལ་འདི་དག་འདི་གཉིས་པོ་འདི་དག་དུས་ལས་ཆགས་བདེ་བ་རེད།

རྒྱུ་མཚན་ག་རེ་ཡིན། གལ་སྲིད། ལས་གསར་དུ་གསར་པ་མེད་པའི་རྒྱུ་མཚན་དེ་ཡང་ནི་ཡན་ལག་བཅུ་གཉིས་ཀྱི་ནང་ཚན་དུ་གྱུར་པའི་མ་རིག་པ་དེ་ངོ་དུ་འགྱུར་དགོས་མ་རེད་གསུངས་པ་ཡིན་ན། ཨ་ནི་དེ་ལ། ཀུན་བརྟགས་དང་ལན་སྐྱེས་གཉིས་ཡོད་རོགས། ཨ་ནི་ལན་སྐྱེས་དེ་ཡི་ཨ་ནི། སྔོན་དུ་མི་འཇོག་པའི་རྒྱུ་མཚན་ག་རེ་ཡིན། དེ་སྲིད་དུ་ཕན་ཆད་ཀྱི་ལས་གསོ་ལ་དུ་གཟུང་བྱ་ཡོད་ར། ད་དེ་ཡིན་ཙང་ནི་འཕགས་པ་དེ་དག་གང་ཟག་གི་བདག་འཛིན་གྱི་བདག་གཞན་དབང་དུ་འགྱུར་ཡས་ཡོད་མ་ར་གང་ཚེ་བདག་མེད་མངོན་སུམ་དུ་རྟོགས་དེས་ཙང་ནི་དེའི་དབང་གིས་བདག་ལས་གསོ་བ་མེད་འོ་དུ་ཟིན་ས་རེད། དྲི་བ་དེ་གཉིས་པོ་དེ་ག་རེད།

ལས་དེ་ལ་བྱ་བ་དེ་ལ་བརྗོད་དགོས་རེད་བས། ཀུན་སློང་ཁྱེར་བ་ཙམ་གྱིས་ཨ་ནི་ལས་འདི་གི། དཔེར་ན་མི་དགེ་བའི་ལས་ལ་ལོ་བསམ་བློ་བཏང་ན་ཀུན་སློང་ཁྱེར་བ་ཙམ་གྱིས་དེ་ལ་ཉེས་པ་ཡོད་རེད་ཡོད་མ་རེད། ཨ་ནི། ལས་དགེ་སེལ་དེ་ག་ས། ཡིན་གཅིག་པའི་ཕྱིར་ལས་དེ་ལ་བྱ་བ་དེ་ལ་བརྗོད་དགོས་རེད་བས། གཅིག་དེ་རེད། གཉིས་ནི། ད་ལྟ་མི་གཡོ་བའི་ལས་ལ་ལོ། མི་གཡོ་བའི་ལས་ལ་བའི་རྒྱུ་མཚན་ག་རེ་ཡིན་ན།

མཁྱེན་བརྩེའི་ཡོན་ཏན་ཡལ་འདབ་ཤིན་ཏུ་རྒྱས། སྐུ་གསུང་བྲིས་སྐུ་ཁུར་གྱིས་རབ་ཕྱེ་བའི། གདུལ་བྱ་མཐའ་དོན་རེ་བ་ཡོངས་སྐོང་བའི། འཕགས་མཆོག་བསྟན་འཛིན་རྒྱ་མཚོ་ཕྱག་འཚལ་ལོ། དངོས་སུ་དབང་དང་མན་ངག་རིག་པ་རྣམས། མ་ཚང་མེད་པར་དབྱར་གྱི་ཆུ་རྒྱུན་ལྟར་ཉིན་མཚན་ཀུན་ཏུ་བདག་ལ་སྩོལ་མཛད་པའི་བཤེས་གཉེན་དམ་པ་རྣམས་ལ་གུས་པས་འདུད། རྒྱུད་སྡེ་ཐམས་ཅད་སྙིང་པོའི་རྒྱུད་སྡེ་ཐམས་ཅད་འདུས་པའི་སྙིང་པོའི་མཆོག་གདོལ་བདེ་གསང་མ་ཐུགས་ཀྱི་རྒྱུད་རྒྱལ་བསྟན་གཉན་གསང་སྐུ་མདོག་ཉི་ཟློག་ཆུ་སྲིན་དང་འཕགས་མཆོད་ལུས་འཕགས་རྒྱ་མཚོ་གུས་ཕྱག་འཚལ་ཞེས་མཆོད་པ་བརྗོད་པ་སྔོན་དུ་བཏང་ནས། ད་ང་རང་གིས་ད་ལྟའི་དེའི་ཨ་ནི་སྐབས་ལ་ཨ་ནི་ཁ་ཟས་མ་བཤད་ཡ་ལས་ག་རེ་ཟེར་ནས་ཨ་ནི། སྔོན་རྡོ་རྒྱལ་གྱིས་བཀའ་གཉན་པའི་བསྟན་བྱ་གཙོ་བོར་གྱུར་པའི་ཨ་ནི་ལམ་ཤེར་མཚོན་བྱེད་ཀྱི་ཆོས་བཅུ་གཅིག་རེད་པའི་ནང་ནས་ཨ་ནི་བསྟན་བྱའི་མཐོང་ལམ་ག་ལ་ཨ་ནི་ཅུང་ཟད་ལྕི་བ་རེད་མ་ད་ག་ལ་ང་རང་གིས་ཨ་ནི་དོགས་པ་ཚུད་དེ་ཨ་ནི། བཟོད་པ་བརྒྱད་དང། ཨ་ནི་རྣམ་གྲོལ་རྣམས་ཀྱི་ལུང་བརྒྱུད་པའི་ཀྱི་ཨ་ནི། ག་ཤེད་ག་ཤེད་ཤེས་པ་ཀྱི་ཚིགས་བཅད་དུ་འགྲོ་བ་རེད། ད་འདིའི་ཚིགས་བཅད་ད་ཡིན་དུས་ཨ་ནི་ད་དང་བླངས་དེ་ཀྱི་ཨ་ནི་སྤང་བྱ་གར་ཆགས་པོ་ཡོད་ཟེར་དུས་ཨ་ནི། ད་བདེན་འཛིན་ཀུན་བརྟགས་དེ་ཆགས་པོ་རེད། ད་ཡང་བདེན་འཛིན་ཀུན་བརྟགས་དེ་ག་འདྲས་ཤིག་ཡོང་བ་ཟེར་ནས་གྲུབ་མཐའ་འམ་རྒྱུ་མཚན་དབང་གིས་བྱུང་བའི་ཀྱི་བདེན་འཛིན་ཞིག་ལ་ཆགས་པ་མོ་དོ་ཨ་ནི་ཞེན་པ་ཡོང་བ་རེད། དེ་ཡིན་པ་དེ་ག་རེ་ཟེར་ནས་ཨ་ནི་རྗེ་རིན་པོ་ཆེ་ཡིས་ཨ་ནི་ལྷག་མཐོང་ཆེན་པོ་གནང་སྐོར་ལ་ག་རེ་གསུངས་ཡོད་ཟེར་ནས།

དགེ་འདུན་དཀོན་མཆོག་ཡིན་ནའང་དཀོན་མཆོག་སུ་ལ་ཨ་ནི། དཀོན་མཆོག་སུ་རྒྱ་མིན་ཡང་ན་ཡིན་མིན་གྱི་ཐེ་ཚོམ་ཟད་པར་དབང་གི་ཁྱབ་པ་ཡོད་དམ་མེད། གལ་སྲིད་ཁྱབ་པ་ཡོད་ན་ཨ་ནི་མཐོང་ལམ་བར་ཆད་མེད་ལམ་པ་དེ་ཁྱེད་རང་གིས་བཞག་པའི་མཚན་ཉིད་དེ་དང་མཚན་ཉིད་དེ་རེད་འདུག་ཨ་ནི་དགེ་འདུན་དཀོན་མཆོག་མ་ཡིན་པ་དེ་ཡིན་གྱི་འདུག་གལ་སྲིད་ཁྱབ་པ་མེད་ན། ད་ལྟ་ཕར་ཕྱིན་ཅི་ལོན་ལས་ཐོག་ཆེ་ང་ལ་ན།

དེ་གཉིས་འདོད་ཡོད་མ་རེད། འདོད་ན། ཨ་ནི་སྣང་བ་མ་ཡིན་པ་ཆ་དྲུག་འདུག་ཟེར་མི་འདུག་ང་ཡི་དུས་ཚོད་དེ་འདི་མ་རེད་ངའི་དུས་ཚོད་དེ་ད་ཅི་ཞེས་པ་ནི་མི་བཏང་བའི་ཚུལ་གྱིས་ཡོད་ན་ད་འདི་སྔོན་ལ་ལོ་ངོ་ངོ་བརྒྱུད་ཚུལ་གྱིས་ཡོད་དགོས་རེད། ཞེས་ཡ་དེ་ཡོད་ར། ཡིན་ན་ད་ལྟ་སྐྱབས་འགྲོ་དེ་ལོ་ངོ་བརྒྱུད་ཚུལ་གྱིས་ཡོད་མ་རེད། ཨ་ནི་འདི་མི་འདང་བའི་ཚུལ་ཡོད་རེད་ཟེར་མི་འདང་བའི་ཚུལ་ཡོད་ཚུལ་དེ་ཨ་ནི་འདི་ལོག་ལྟ་ལྟ་ལོག་པ་ལྟ་བ་ཀྱིས་ནི་འདི་འདྲ་ཞིག་གོ་ནི་མེད་བ་བྱས་ན་ལོ་ངོ་བརྒྱུད་ཚུལ་ཡིན་ཨ་ནི་འདི་སྐྱབས་འགྲོ་མེད་པ་བྱས་འགྲོ་རེད་ཟེར་དཔེ་བཞག་ན་རྩེ་ཟིན་རྩེ་ཟིན་པ་ཙམ་གྱིས་འགྲིག་ཡོད་རེད་ཟེར་ད་ལྟ་ད་ལྟ་ལམ་རིང་འགྲིག་ནང་ལ་ཨ་ནི་རྗེ་རིན་པོ་ཆེ་གིས་ཨ་ནི་གསུངས་པ།

འགྲན་མཛད་པ། མཁྱེན་བརྩེ་ནུས་གསུམ་གྱི་གདང་ལེགས་ཅན་གྱིས། འགྲོ་བ་ཡོངས་ཀྱི་མ་མཇུག་ཏུ་བསྒྱུར། དེའི་རྗེས་སུ། སྐུ་གསུང་ཐུགས་ཀྱི་མཛད་པ་ཇི་སྙེད་ཅིག། སྤྲོས་པའི་སྡེ་རྣམས་ལས། རྗེ་བཙུན། བླ་མ་སྟོང་ཀ་པ་ཆེན་པོའི་ཞལ་ནས་ཇི་སྐད་དུ།

ཁྱེད་ལས་ཀྱང་གདུལ་བྱ་འདི་འཁོར་ལྔ་རི་བཟང་པོ་ཡིན་གསུངས་སམ་ཨ་ནི་དེའི་ཆེད་དུ་ད་ནི། གསུངས་ཏེ་ནམ་མཁའི་བར་མ་དོན་སོགས་མ་དོ་ད་ན་དེའི། ཐེག་ཆེན་ཐལ་འགྱུར་པའི་བདག་ཉིད་ཀྱིས་རྗེས་འོང་གང་ན་ནི་ཁོ་བོ་དེའི་རྗེས་འོང་གི་རོལ་བ་དེ་ཐོ་ཚེ་ངེས་དོན་ཉིད་དུ། ག་ཡི་ལམ་དང་ད་ན་དེའི། ལྷ་ཡི་བུ་མོ་ཡིན་ན་བུ་ཡིན་ན་བརྒྱད་ཁྲི་གི། ཆོས་ཀྱི་བདག་མོས་རྟོགས་ཟེར་དེ་བཞིན་སྐྱོན་གསུངས་བཞག་ཡོད་རེད་བ། ད་ཡིན་གསུངས་སམ་ཁོ་དེ་ལ་ད་དེའི།

འདིར་ཡང་རྗེས་སུ་ཡི་རང་དང་ཐུགས་རྗེ་ཆེ་ཞུ་ཡ་དང་དེ་ལ་ཡང་དྲི་བ་གནང་མཁན་རྣམ་པ་ཚོར་བའི་པད་མ་བཟོད་པ་ཡག་པོ་གནང་སོང་དངོས་གནས་ཧ་ལས་དགོས་ཡག་གི་དེ་འདྲ་གནང་སོང་དེ་ནས་དེ་ད་སྐབས་དུས་སྐབས་དེར་ཟེར་ནས་གུས་པས་དངོས་འཆར་གལ་ཆེ་ཞུས་པ་ཡིན་ན་གོང་དུ་སྤྱི་སྟངས་མ་ཤེས་ནམ་རྒྱུན་གསུང་རབ་ཡན་ལག་བཅུ་གཅིག་དུ་མ་དུས་དང་རྗེས་སུ་ཡོད་དུས

ཨ་ནེ་ཅིག་སྐུ་ཚེ་ཡུན་དུ་གནས་པའི་ཐོག་ནས་ཨ་ནེ་ང་རང་ཚོ་ཚང་མ་ལ་ཡང་སོང་ཙང་ཨ་ནེ་པའི་བདུད་རྩི་ད་ལྟ་ཐོབ་བཞིན་པ་རེད་ལ་མ་འོངས་པ་ཡིན་ནའི་དངོས་སུ་དེ་ཕྱི་ཚུལ་ཀྱང་མི་ཐོབ་ཐུབ་པ་ཅིག་དང། ཨ་ནེ་དེ་ལྟ་བུས་ང་རང་ཚོ་ཤུལ་སྡོད་རང་གི་སྐུ་གཞོགས་རྣམ་པ་ཚོ་དང་དད་ལྡན་གསར་བུ་བ་ཚོར་གོང་ས་སྐྱབས་མགོན་ཆེན་པོའི་ཐུགས་ཨ་ནེ་སྤྱན་སྔར་ལས་ཡང་ཨ་ནེ་དེ་ལྟ་བུའི་མི་བགྲོ་གླིང་གཅིག་ཡོང་ཐུག་ཡག་གི་སྨོན་ལམ། ལྷ་རིག་པ། ཚང་མའི་དགེ་རྒན། ཨ་ནི་ཁོ་མོས་རྒྱབ་སྐྱོར་གནང་ཡག་འདི་གལ་ཆེན་པོ་རེད། ཨ་ནི་དེ་ག་ནང་བཞིན་ད་ད་རིང་འདིར་མིའི་བགྲོ་གླིང་ལ་ཆུ་ལོག་འོད་ཕབ་གིན། ཅིག་ཕ་གི་བཀོད་པ་རེད། ཨ་ནི་ཞུ་རྟེན་སྐྱོན་ཡག་རེད། འདི་ག་ནང་བཞིན་གྱི་ཚང་མའི་ཕྱག་མཛོད་ཚོ་རེད། ཨ་ནི་འདི་ཕྱག་ལས་གནང་མཁན་ཚོ་ཧ་ཅང་གི་ཨ་ནི་པའི་བསམ་ཤེས་རྒྱ་ཆེ་བའི་གྲ་སྒྲིག་ཞེས་པའི་རྣམ་གཞག་འདི་འདྲ་ཡིན་པ་ཡིན་ཙང། གྲྭ་བཞི་མགོ་ན་ངའི་ཚོ་དང། ཨ་ནི་བདེན་ཡང་མ་འོངས་ངེད་ཀྱི་ལག་བདེ་བ་ཡིན་བྱས་ཙང་ཚང་མ་ལ་ཡང། ཨ་ནི། ཐུགས་རྗེ་ཆེ་དང། ཨ་ནི། ཐུགས་རྗེ་ཞུ་ཡག་ཡིན། འདི་འདྲ་ཡིན་ཙང་ད་ལྟ་ང་རང་ཚང་མ་ལོ་གཅིག་གི་ཁོ་ལས་ཐུབ་ཐུབ་ལ་གྲུབ་རྗེས་འདི་རྗེས་འདི་གི་ཐོག་ནས་ཞེ་དྲག་གི། ད་རེས།

ཨ་ནི་ད་ཐང་ད་ཐག་བྲིས་ཐུབ་ཡག་མེད། དེ་འཇལ་ལོ་ཚང་མས་ཐུགས་མི་རྒྱབ་འདོད་གནང་རོགས་གནང། ཨ་ནི་ད་རེད། མཇུག་སྡོམ་མཇུག་སྡོམ་ཟེར་ན་ད། འདི་འདྲ་ཞིག་ང་ཚོ་དམིགས་བསལ་ཞུ་ཡག་ག་ཡེ་མི་འདུག་ཨ་ནི་ཐུགས་ཆེ་རེད།